རབ་ཏུ་ཚང་མ་ནང་པ་སངས་རྒྱས་པ། ནང་པ་སངས་རྒྱས་པ་ཞེས་པའི་སྐབས་སུ་སྤྱིར་བཏང་གི་རྣམ་མཁྱེན་བཞི་པ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་འཇུག་པ་ཡིན་པ་གཅིག་ལ་གོ་དགོས། དེ་གི་ནང་ནས་ནང་པ་ཞེས་པའི་སྐབས་སུ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་གི་ཆོས་ཀྱི་ཁྱད་ཆོས་ཐུན་མོང་མ་ཡིན་པ་དེ་མདོར་བསྡུས་ཏེ་གོ་བདེ་བོ་བྱས་ནས་བསྟན་པ་རེད། ང་ཚོ་ཐམས་ཅད་འདོད་རྒྱུ་བདེ་བ་འདོད་མི་འདོད་རྒྱུ་སྡུག་བསྔལ་མི་འདོད་ཀྱང་སེམས་ཅན་ཐམས་ཅད་སྡུག་བསྔལ་གྱི་མཚོ་ཆེན་པོར་གཏོར་ནས་ཁམས་གསུམ་འཁོར་བའི་སྡུག་བསྔལ་གྱི་ནང་དུ་ལ་སྡུག་བསྔལ་མྱོང་བཞིན་པ་དང་སྡུག་བསྔལ་གྱི་རྒྱུ་ས་ཡིན་པ་དེ་ང་ཚོས་ཤེས་དགོས་དེ་གང་ལ་བརྟེན་ནས་ཤེས་དགོས་པ་ཡོད་རེད་ཟེར་ན་སྡུག་བསྔལ་མི་འདོད་པ་ཡིན་པ་ལ་བརྟེན་ནས་ཤེས་དགོས་པ་སྡུག་བསྔལ་མི་འདོད་པ་ཡིན་པ་ལ་བརྟེན་ནས་ཤེས་དུས་སྡུག་བསྔལ་གྱི་རྒྱུ་དེ་གང་ནས་ཡོང་གི་ཡོད་པ་ཤེས་དགོས་པ་དང། དུག་ལྔ་གི་རྒྱུ་དེ་ཕྱི་ནས་ཡོང་བ་མ་ཡིན་པར་ནང་ནས་ཡོང་བ་རང་གི་རྒྱུད་དང་རྩིས་ཀྱི་དབང་དུ་སོང་བ་ལ་བརྟེན་ནས་ཉོན་མོངས་པ་འདོད་ཆགས་དང་ཞེ་སྡང་དང་གཏི་མུག་གི་སྒོ་ནས་ལུས་ཀྱི་མི་དགེ་བ་ངག་གི་མི་དགེ་བ་ཡིད་ཀྱི་མི་དགེ་བ་ལ་སོགས་པ་མི་དགེ་བའི་ཚོགས་དཔག་ཏུ་མེད་པ་ཞིག་བསགས་པ་ལ་བརྟེན་ནས་དེ་གི་འབྲས་བུ་དུག་ལྔར་གྱི་ཚོགས་དཔག་ཏུ་མེད་པ་ཞིག་ནང་མཐོ་སྲིད་པའི་རྩེ་མོ་ནས་རྨ་རྣ་བ་དམྱལ་མེད་ཀྱི་བར་དུ་གྲངས་མེད་པའི་འཇིག་རྟེན་གྱི་ཁམས་སུ་གྲངས་མེད་པའི་འགྲོ་བ་རིགས་དྲུག་ཏུ་གྲངས་མེད་པའི་སེམས་ཅན་དཔག་ཏུ་མེད་པ་སྡུག་བསྔལ་ཚད་མེད་པའི་ནང་དུ་ཚུད་ནས་སྡུག་བསྔལ་ལས་ཐར་བར་དཀའ་ཡང་སྡུག་བསྔལ་ལས་ཐར་མི་སྲིད་པ་མ་ཡིན་པར་ཐར་མ་སྲིད་པ་མ་ཡིན་པའི་རྒྱུ་ཅན་ག་རེ་རེད་ཟེར་ན་སྤྱིར་རྫོགས་པའི་སངས་རྒྱས་ཀྱི་མཛད་པ་བསམ་གྱིས་མི་ཁྱབ་ཀྱང་འཛམ་བུ་ནས་འདི་གི་ཐོག་ལ་ཤིས་པ་ཕྱག་ནས་བདག་ལྟའི་བར་དུ་ལ་སངས་རྒྱས་རབས་བདུན་ཕལ་ཚ་བ་སངས་རྒྱས་རྣམ་གཟིགས་གཙུག་ཏོར་ཐམས་ཅད་མཆོག་འཁོར་བ་འཇིགས་གསལ་ཐུགས་འོད་སྲུང་ཤཱ་ཀྱ་ཐུབ་པ་བཅས་ནས་སངས་རྒྱས་རབས་བདུན་ཕལ་གྲུབ་པ་རེད་སངས་རྒྱས་སྟོང་རྩ་གཉིས་ཕལ་རྒྱུད་ཡིན་པའི་གི་ནང་ནས་སངས་རྒྱས་རྣམ་པ་བཞི་ཕལ་གྲུབ་པ་རེད་རྣམ་འདྲེན་ཤཱ་ཀྱ་ཐུབ་པ་དེ་སངས་རྒྱས་རབས་བདུན་གྱི་ནང་ནས་བདུན་པ་དང་སངས་རྒྱས་སྟོང་གི་ནང་ནས་བཞི་པ་རེད། དེ་ཐམས་ཅད་ཕན་པ་ལ་བརྟེན་ནས་ཁམས་གསུམ་འཁོར་བའི་འགལ་འདུ་མ་ལས་ཐར་རྒྱུ་མེད་པ་མ་ཡིན་པ་དེ་རང་བཞིན་གྱིས་གོ་བ་ལོན་ཐུབ་པ་རེད། ད་དེ་ག་འདྲའི་ཟིན་ནས་ཐར་དགོས་ཀྱི་ཡོད་རེད་ཟེར་ན་ཕྱིར་ལོག་ནས་རྒྱུ་དང་རྐྱེན་གཅིག་ལ་བརྟེན་ནས་འཁོར་བའི་སྡུག་བསྔལ་ལས་ཐར་བ་མ་ཡིན་པར་རང་ཉིད་འཁོར་བའི་སྡུག་བསྔལ་ལས་ཐར་བའི་རྒྱུ་དང་རྐྱེན་དེ་ག་པར་ཡོད་རེད་ཟེར་ན་ང་རང་ཚོ་ཚང་མའི་རྒྱུད་ལ་དྲན་ཤེས་དང་བག་ཡོད་བྱས་པ་ཡིན་ན་ཉན་ཐོས་ཐེག་པའི་སྐབས་སུ་ཡིན་ན་གསུང་སྟངས་གཅིག་ཡོད་རེད་ཐེག་པ་ཆེན་པོའི་སྐབས་སུ་ཡིན་ན་གསུང་སྟངས་གཅིག་ཡོད་རེད་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ་ཡིན་ན་གསུང་སྟངས་གཅིག་ཡོད་རེད། ཡིན་ན་ཡང་དེ་ཐམས་ཅད་ཀྱི་དོན་ཚུར་མདོར་བསྡུས་བྱ་བ་ཡིན་ན་བདེ་བར་གཤེགས་པའི་སྙིང་པོ་སངས་རྒྱས་ཀྱི་སྙིང་པོ་བསྐལ་པ་གྲངས་མེད་པའི་སྡིག་པ་གྲངས་མེད་པ་ཚད་མེད་པའི་སྤྱང་གྲིབ་མེད་པ་ཉི་མའི་འོད་ཟེར་སྤྲིན་ལ་སོགས་པ་ཆར་ལ་སོགས་པ་དེ་ན་བཞིན་གྱི་སྒྲིབ་པར་བྱེད་པའི་གེགས་ཅན་གང་གིས་ཀྱང་སྒྲིབ་མི་ནུས་པ་ལྟར་དུ་བདེ་བར་གཤེགས་པའི་སྙིང་པོའི་གེགས་ཕྱེད་ཆོས་དང་ཡོན་ཏན་དང་ནུས་པ་དང་རང་བཞིན་དེ་གང་གིས་ཀྱང་སྒྲིབ་ཏུ་མེད་པ་སྟོང་གསུམ་གྱི་སྟོང་ཆེན་པོ་གཅིག་གི་ནང་ནས། ང་རང་ཚོ་འཛམ་བུ་གླིང་འདིའི་སྟོང་དང་པོ་སྤྱི་ཕུད་ཀྱི་འཇིག་རྟེན་གྱི་ཁོངས་ཀྱི། དེ་ནི་མི་མཇེད་འཇིག་རྟེན་གྱི་ཁམས་འདི་གི་ནང་ནས་དེ་ནི་ད་བཅོམ་ལྡན་ཞེས་བྱ་བའི་གིས་དེ་ནི་སྟེང་སྤྱི་ཕུད་ཀྱི་འཇིག་རྟེན་གྱི་ཁམས་འདི་གི་ནང་དུ་ལ་ད་ལྟ་ང་ཚོ་ཡོད་པ་རེད། འདི་ལྟ་བུའི་ཆེད་དུ་ཕྱག་བྱ་བ་ཡིན་ན་ནམ་མཁའི་ཁམས་ལ་ཆགས་པའི་གན་འཇིག་རྟེན་གྱི་ཁམས་གྲངས་མེད་པའི་གི་ནང་ནས་འདི་ནི་རྡུལ་ཕྲ་མོ་ལས་ཀྱང་ཕྲ་མོ་ཞིག་ལྟ་བུ་ཞིག་རེད། ཡིན་ན་ཡང་ང་ཚོའི་ལ་ལས་ཀྱི་ལྷ་བའི་གན་འཇིག་རྟེན་གྱི་ཁམས་འཛམ་བུ་གླིང་འདི་རྒྱ་ཆེན་པོ་འདི་ནས་གླིང་དང་གླིང་ཕྲན་མང་པོ་ཡོད་པ་རྒྱ་མཚོ་ཆེན་པོའི་གི་བར་ཐམས་ཅད་དུ་བཅས་ཏེ་ཡོད་པ། དེ་ནས་དེ་ལ་མཐོ་ས་ལ་རི་དང་གངས། དམའ་ས་ལ་དེ་ནས་ཤིང་ནགས་དང་སྤང་དང། དེ་ནས་བྱེ་ཐང་ལ་སོགས་པའོ། དེ་འདྲའི་གི་རང་བཞིན་ཅན་ཅིག་ལ་ང་ཚོས་མཐོང་གི་ཡོད་པ་རེད། འདི་ཚང་མ་དེ་སོ་སོའི་གི་ནང་གི་དེ་ནས་སེམས་བདག་འཛིན་ཡོད་པའི་གི་སེམས་འདི་ལ་བརྟེན་ནས་བསགས་བཞག་པའི་གི་ལས་ཀྱི་རྣམ་པར་སྨིན་པ་རྨི་ལམ་གྱི་སྣང་བ་ལྟ་བུ་ཞིག་རེད་མ་གཏོགས་དེ་དེ་ལས་ལྷག་པའི་གི་བདེན་པར་གྲུབ་པ་གཅིག་ཀྱང་མེད་པ་རེད། དེ་ནས་བདེན་པར་གྲུབ་པ་གཅིག་ཀྱང་མེད་པ་དེ་ཤེས་ཡོང་པའི་སྐབས་སུ་ལ། འགའ་ཞིག་གི་སེམས་ནང་ལ་མ་ཤོང་ནས། རྟག་པར་ལྟ་བ་རེད་ཟེར་བ། ཆད་པར་ལྟ་བ་རེད་ཟེར་བ། ཨོ་དེ་འདྲ་པོ་མང་པོ་ཤེས་ཀྱི་རེད། དེ་གང་ལྟར་ཡང་དོན་དག་ངོ་མ་ལ་དེ་ག་རང་རེད། ག་རེ་རེད་ཟེར་ན། ང་རང་ཚོ་ཞི་བདེ་གི་སྐབས་སུ་ལ། འཛམ་བུ་གླིང་གི་རྒྱུ་དཔལ་འབྱོར་ཐམས་ཅད་ལས་ཀྱང་སོ་སོའི་གི་རྩེད་མོ་རྩེ་ཡ་གཅིག་གང་ཆོ་མེད་པར་གང་གང་ཕན་མི་ཐོག་གི་འོ་དེ་རྩ་བ་ཆེ་གི་རེད། དེ་ཁི་སོང་ན་ངུ་གི་རེད་འབར་གི་རེད། འོ་དེ་རག་སོང་ན་དགའ་རེད་གནས་ཀྱི་ཁམས་འདི་གི་ནང་ནས་དགའ་བའི་གི་རྒྱུ་དེ་ཚོ་གང་ག་གང་ཡང་དེ་ནི་ཡོག་མ་རེད་ཕན་ཐོག་ཡོག་མ་རེད། ད་དེའི་སྐབས་སུ་ལ་ཨ་ནས་སྡེ་བའི་གི་རྒྱུ་དགའ་བའི་གི་རྒྱུ་དེ་ད་འགྱུར་འགྲོ་གི་རེད་མང་པོ་འགྱུར་འགྲོ་གི་རེད་མཐའ་མ་མཐའ་མ་ལ་ཨེམ་ཆི་ཡག་པོ་ཅིག་ཡིན་འགྲོ། ཨེམ་ཆི་ཡག་པོ་ཅིག་སྨན་ཁང་ཡག་པོ་ཅིག་རེད་བ། འོ་དེ་འདྲས་ཅིག་བྱུང་པ་ཡིན་ན་ད་དེ་ནས་སྟོང་གསུམ་གསེར་གྱི་བཀང་བ་ལས་ཀྱང་ཕལ་ཆེར་དེ་རྩ་བ་ཆད་གི་ཡོད་ཀྱི་རེད། སོ་སོའི་གི་སེམས་གི་སེམས་གི་ཚོར་བ་ལ། ང་དེ་འདྲའི་བྱེད་དུས་ད་དེ་ཚོ་གང་གཱའི་མི་སེར་གཅིག་གི་ནང་ལ་ཡང་འཇུག་གི་འདུག་བ། ང་རང། དེ་ནས་རང་ཅག་མ་བཟོད་ནས་དེ་ནས་དགའ་ན་ཡང་ཡག་པོ་བྱུང་ན་ཡང་དགའ་ཆོག་ཆོག། སྡུག་པོ་བྱུང་ན་ཡང་སྡུག་ཆོག་ཆོག་དེ་ནས་དགའ་རྒྱུ་དང་སྡུག་རྒྱུ་དེ་ཡང་ཚད་ལས་འདས་པའི་གི། དགའ་བ་དང་འཇུག་པ་གས་ཀྱང་ཀྱང་རེད། ད་ལྟ་དགོས་བསམ་པ་དེ་ལོ་འགའ་ཤས་མཚམས་ལ་མི་དགོས་བསམ། ད་ལྟ་མི་དགོས་བསམ་ཡག་དེ་ལོ་འགའ་ཤས་ཀྱི་མཚམས་ལ་དགོས་བསམ་གི་ད་ལྟ་ཡག་པོ་རེད་བསམ་པ་དེ་ལོ་འགའ་ཤས་ཀྱི་མཚམས་ལ་ཡག་པོ་མ་རེད་བསམ་གི་རེད་ད་ལྟ་ཡག་པོ་མ་རེད་བསམ་ཡག་དེ་ཚོ་ལོ་འགའ་ཤས་ཀྱི་མཚམས་ལ་ཡག་པོ་རེད་བསམ་གི་རེད་ཨོ་ད་དེ་ཚོ་ང་ཚོས་ད་ལྟ་བར་དུ་ལ་ཉམས་མྱོང་ག་ལ་གང་ཙམ་བསགས་ཚར་བ་རེད་བ། ང་ཚོ་ཚང་མ་སྤུ་སྤུ་ཆུང་ཆུང་ཡང་བྱས་མྱོང་བ་རེད། དེ་ནས་ང་ཚོ་བྱིས་པ་གི་སྐབས་ད་དར་མ་གི་སྐབས་དེ་ཚོ་གང་གང་ཡང་འགྲོ་བྱས་ཚར་བ་རེད། ད་ལོ་དྲུག་ཅུ་བདུན་ཅུ་ནང་ན་སླེབས་ཚར་བ་རེད། དེ་ཡིན་དུས་ཨ་ནི་ཉམས་མྱོང་ག་ལ་གང་འཚམ་བསགས་ཚར་འདུག་ཨ། ད་ལོ་བརྒྱ་ཆུ་ཚ་རེད་འདུག་ག་རེའི་ཆགས་འགྲོ་ཡོད། དེ་ནས་ལོ་དགུ་བཅུ་ཚ་འདས་བསྡད་པ་ཡིན་ན་ག་རེའི་ཆགས་འགྲོ་ཡོད། དེ་ནས་ལོ་བརྒྱ་ཙམ་འདས་པ་ཡིན་ན་ཨ་ནི་ག་རེའི་ཆགས་གྲོགས་ཡོད། རྩ་བ་ཆེ་བ་དེ་ག་རེ་ཡིན། གདིང་ཆེ་བ་དེ་ག་རེ་ཡིན་ནོམ་པ་ཆེ་བ་དེ་ག་འདི་ཡིན། ཁུ་འདུག་བསམ་ཡག་དེ་ག་རེ་ཡིན། མུ་གུ་འདུག་བསམ་ཡག་དེ་ག་རེ་ཡིན་ཨོ་ལྟ་དེ་ཚོ་གང་གི་འགྱུར་བ་འགྲོ་གི་རེད། དེ་འདྲ་ཡིན་དུས་དེ་ཐམས་ཅད་ནང་ནས་ཡོང་གི་འདུག་ཨ། མ་གཏོགས་ཕྱི་ལོག་ཐེ་བ་ཅན་དང་ཚུལ་དེ་ནས་སུ་གང་གིས་ཆད་པ་བཅད་ཡོང་གི་ཡོད་མ་རེད་རྔན་པ་སྤྲད་ཡོང་གི་ཡོད་མ་རེད།